སངས་རྒྱས་བཅོམ་ལྡན་འདས། གླིང་ཕན་ནེ་ཐི་ཡོང་འབུལ། བེ་ནག་ཨ་མ་སྒྱུ་མ་ལྷ་མཛེས། དགའ་བྱེད་སྐྱེ་བ་ལོ་ངོ་ཡིན་ནམ་སྔོན་མཁྱེན་བརྩེའི་གཟིགས་བུ་ལས། བེ་ནག་ཨ་མ་ལྷ་ཡུལ་དགའ་སྐྱེ་སོ་ཁྱེད་ནོམ་འབུལ། ཨི་ཇིག། ཨ་མ་ཀ་དྲིལ་ལམ་འབྱོར་དབྱུག་མིང། ལྷ་གཡོར་གྱི་ཞལ་མཆོད་སྲུང་ཡ། སངས་རྒྱས་ནག། ལེ་ནག་ཨ་ཁྲིའི་འཁོར་རྒྱུག་གདོན་འདྲ་ག།

སངས་རྒྱས་བཅོམ་ལྡན་འདས་དེར་ཕྱག་མུ་ནུ་གྷརིང་ཀི་རལ་ཡཱ། མོང་གོལ་གྱི་བུ་ནི་མེ་གྷི་སེ། ཨོ་ཡ་ཆུ་གསུམ། ངར་སངས་རྒྱས་ཞེས་རྗེས་རྒྱུག་མུ་ནུ། གསུང་ཐོས་རྒྱུག་མུ་ནུ། བླངས་གཡོར་དེ་གྷི། ད་ལྟ་སངས་རྒྱས་དགའ་བྱེད་བཞུགས་གུ་ནུ་ལ་ངའི་ངར་བུ་ལས། མོང་གོལ་གྱི་བུ་སི། ད་ལྟ་སུམ་ཅུ་རྩ་གསུམ་ག་ལྷ་སྣང་ཤེས། ཆོས་སྣང་སྲིད་དབྱེར་མེད་ཀ་ཞུ་བོ་ནུབ་ཉེ་སྣང། ཨི་ཅིག་རེབ་ཏི་ཀ། མོང་ལོ་ཀི་བུ། ལྷ་ཡུལ་ཀ་ཕེབས་སེ། སངས་རྒྱས་ཞེས་ཨོ་ཡ་བཞུ་གསུམ་བུར། རྒྱ་གར་ཀ་རྒྱའི་གཟུགས་ཅན་སྙིང་པོ་སྣིང། རྒྱལ་པོ་སལ་ཀེ་སི། ཨོ་ཡ་སྣང་དེར། ལྷ་སྣང་ཞེས་རྫུ་འཕྲུལ་ནུའུ་སི། འཛམ་གླིང་ཀ་མར་ཕེབས་ཡ་ཆོས་ཉན་ན་ཡ་ཉན་མེད་སྟོང་ཡུམ། ཤིན་ཏ་རེ། མི་སྣང་ཞེས། རྫུ་འཕྲུལ་མུ་ནུ་བིས། ལྷ་ཡུལ་ཀ་ག་ཡི་ཡ། ཆོས་བཞུགས་མས་རྨོ་སྟོང་རྒྱུམ། སངས་རྒྱས་དབྱེ་ནང། མར་འཇིག་རྟེན་མི་ཡུལ་ག་དུ་ཟོ་ཕེབས་ཡ། མི་མང་ཆོས་སྡེ་བཅས་ནང་ཤེས། ཆོས་གསུང་པོད་ངས་རྟག་རྟག་ངེས་དེར། ཨོ་ཅེ། སངས་རྒྱས་སྲིད་པླངས་གནས་སུ་གྱུར་བཅས་འཛམ་གླིང་ག་ཕེབས་རྒྱུ་ཁས་ལུང་ནང་འབུར། ཨི་ཅིག། ལྷ་རྒྱ་ཅན་སྲིད་བཟོ་འོ་བཞུགས་སྐར་མ་ཞེས། སུམ་བཅུ་རྩ་གསུམ་འོག་ལྷ་ཡུལ་མར་འཛམ་གླིང་མི་ཡུལ་ག་བསྟན་པ་ལི་དང་སྣ་ཁ་གསུམ་བཅོས་ལ་ཉེ་ཡ།

ལི་ཏང་ལ་ཕྱག་ཡར་ཕེབས་དགོས་སོ་ར་སུམ་བོར། ཨུཏ་རྒྱུ་མཚན་འཛི་ལོ་ཉི་ན། མུ་སྟེགས་པ་སྣང་སྲིད། སངས་རྒྱས་བཤད། རྫུ་འཕྲུལ་མུན་སྨད་ཉེན་ཁ་མོ་མཐོང་ཡུག་དོན་དག་ག། མར་ཕེབས་པུ་ལས། བརེ་བརེ་ག། སངས་རྒྱས་བེ་སྣང་ལི་ཏང་ང་མ་ཕྱག་བོར་ཕེབས་བུམ། རྒྱ་རྗེན་ནིང། བཟོ་བོ་འི་ཤོ་དཀར་མ་སྣང་བཤད། བསོད་ནམས་ས་རྒྱུག་དོན་དག་ག། རེས་བྲེ་ག་ལི་ཏཱ་ང་ཆ་ཡ་ཕེ་བོང་བོར། ཨེ་ཅིབ་རྡོ་བཟོ་རང། རྒྱ་གར་གུ་གྲོང་ཁྱེར་སལ་ཏེམ་ག་ཕེབས་ཚར་ཡ། སངས་རྒྱས་བི་ནང། སེང་གེའི་ཁྲི་རྩེ་ག་བཞུགས་སའི། དགྲ་བཅོམ་པ་ཡིན་བོར། ལྷ་ཡིན་བོར་རྒྱལ་བི་ནང་ཡིན་བོར། མི་མང་ཆོས་སྡེ་ཅན་གཡོར་འདི་བཞེས། ཆོས་མང་དེས་གསུངས་གནང་འབུལ། ཨེ་ཅིག་བཞུགས། སངས་རྒྱས་བཅོམ་ལྡན་འདས། སུམ་ཅུ་རྩ་གསུམ་དབུ་མར། འཛམ་གླིང་ག། ཕེབས་པོ་ཉིད་ཡ། རང་རྒྱལ་རས་རྒྱུགས་དོན་དག་ག། ཨིནྡྲ་བར་མི་སི། ལྷ་བབས་མཆོད་རྟེན་བཞེངས་གནང་འབུལ། ན། སངས་རྒྱས་གཏམ་དབུ་སྟོན་ར་སོ་བི་སི། བོད་ཡིན་འབུར། ཧི་མ་ལ་ཡིག་རིགས་རྒྱུད་ཡིན་འབུར། མོན་ལུང་པ་ནིང། ནག་པོ་སངས་རྒྱས་འབག་ལུང་པ་ནེ་ང་ད་ལྟ་བསྟན་པ། ལྷ་བབས་བདུད་བྱིན་ངེས། རྒྱའི་ཐབས་འདི། རྩིས་སྒོ་སོ་རྒྱུ་མཚན་དབུ་ལྡན་ར་གསུམ། ཨི་ཅི་དགོན་ད་རེ། དགུ་པོ་ལྷ་བབས་བདུད་བྱིན་གཅིག་གསུམ། ང་ཏང་མོན་ལུང་འབག་མི་མང་གང་པོ། སངས་རྒྱས་བཅོམ་ལྡན་འདས་ག་རེ་འགྱེད་ཡ་ཡ། མགོན་པོ་ཁ་ག།